སྣམ་བུ་ཚོ་སྐུ་ཁམས་བཟང། ང་བསྟན་འཛིན་མེ་ཏོག་ཡིན། ཨ་མྱེས་དེ་རིང་ལོ་གསར་དང་བསྟུན་རྗེས་ལོ་གསར་པ་འདིའི་ནང་ལོ་ཡག་ང་ཚོ་ཚང་མ་ལ་དཀའ་ངལ་མ་འཕྲད་པ་དང་ནད་མེད་ཚེ་རིང་ཡོང་པའི་ཆེད་དུ་སྨོན་ཚིག་ཞིག་མ་ལོ་ཨ་ཡིན་ལྷན་རྒྱས་སྒྲོག་ཅིང་གསན་རོགས་གནང། བོད་རྒྱ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཉིས། རབ་བྱུང་བཅུ་བདུན་པའི་ཤིང་མོ་སྦྲུལ་གྱི་གནམ་ལོ་གསར་ཚེས་ལ། ངས་བོད་མི་སྤྱི་བོ་གནམ་བསྟན་ཡོངས་ལ་འཚམས་འདྲི་གྲངས་མེད་ཞུ་རྒྱུ་དང་ཆབས་ཅིག། འདས་པའི་དཀའ་སྡུག་དང་མུན་ནག་གི་ལོ་རྙིང་ཕར་ལ་སོང་བ་དང་ལྷན་དུ། རང་ཅག་བོད་མི་ཡོངས་ཀྱི་དགེ་རྒན་བར་ཆད་ཐམས་ཅད་ཀྱང་རང་སར་ཞི་ཞིང། འབྱུང་འགྱུར་གྱི་ལོ་གསར་ཚང་མའི་ནང་བོད་འབངས་ཡོངས་ལ་དཀའ་ངལ་དང། སྡུག་བསྔལ། ནད་ཡམས། དམག་འཁྲུག། མུ་གེ་སོགས་མི་འབྱུང་བར་བདེ་སྐྱིད་ཀྱི་དཔལ་ལ་རོལ་ཞིང་ཞི་བདེ་བག་ཕེབས་ངང་འཚོ་གནས་ཐུབ་པ། མདོར་ན་བོད་གངས་ཅན་ལྗོངས་ཀྱི་ཤ་རུས་གདུང་རྒྱུད་གཅིག་པའི་བོད་རིགས་སྤུན་ཟླ་རྣམས་ཀྱིས། དུས་རབས་ཉེར་གཅིག་པའི་དཔལ་ཡོན་དང་ལྡན་པའི་མང་གཙོའི་རིང་ལུགས་དང། རང་དབང། ཁོར་ཡུག་སྲུང་སྐྱོབ། དཔལ་འབྱོར་དང་ཤེས་ཡོན་ཡར་རྒྱས་སོགས་འཛམ་གླིང་རྒྱལ་ཁབ་གཞན་དང་མཉམ་དུ་གོམ་སྟབས་མཉམ་པོ་འབྱེད་ཐུབ་པའི་སྨོན་འདུན་དང། ཁྱད་པར་དུ་བོད་མི་རིགས་ཀྱི་རྩ་ཆེའི་ཆོས་དང་རིག་གཞུང། སྐད་ཡིག་བཅས་མི་ཉམས་གོང་འཕེལ་དུ་འགྲོ་བ་དང། མི་རབས་གཞོན་པ་ཚོས་བོད་ཀྱི་ངོ་བོ་དང་རང་དབང་སྲུང་སྐྱོབ་བྱེད་པའི་ལས་འགན་རྣམས་གཟེངས་སུ་ཐོན་པའི་སྒོ་ནས་འཁུར་ཐུབ་པ། དེ་བཞིན་འཛམ་གླིང་ཡུལ་གྲུ་གང་སར་གནས་པའི་བོད་མི་རྣམས་ཀྱི་འཚོ་བའི་གནས་སྟངས་ཇེ་ལེགས་དང་ཇེ་ལེགས་སུ་འགྲོ་བ། གཞིས་བྱེས་བོད་མི་ཡོངས་ཀྱི་མངོན་འདོད་རྣམས་གེགས་མེད་ལྷུན་གྱིས་འགྲུབ་པ། དེ་བཞིན་དུ་བོད་ཡུལ་ཡོངས་སུ་ཞི་བདེ་བརྟན་ལྷིང་དང་དཔལ་འབྱོར་ཡར་རྒྱས། མང་ཚོགས་ཀྱི་འཚོ་བའི་གནས་སྟངས་ཡར་རྒྱས། ཕྱི་ནང་གི་འགྲིམ་འགྲུལ་རང་དབང། ཆོས་དད་རང་དབང་སོགས་གཞི་རྩའི་འགྲོ་བ་མིའི་ཐོབ་ཐང་ཡོངས་རྫོགས་ལྡན་པའི་སྐལ་བཟང་མྱུར་དུ་འཆར་བ། ལྷག་པར་དུ་འཇིག་རྟེན་ཞི་བདེའི་དེད་དཔོན་སྤྱི་ནོར ྋགོང་ས ྋསྐྱབས་མགོན་རྒྱལ་བའི་དབང་པོ་ཐམས་ཅད་མཁྱེན་ཅིང་གཟིགས་པ་ཆེན་པོ་མཆོག་གངས་ཅན་ཞིང་དུ་ཞབས་སོར་བདེ་བར་འཁྱོད་པའི་སྨོན་འདུན་གྲངས་མེད་ཞུ་རྒྱུ་བཅས། ཁྲེན་པེ་འཇམ་གནས་སྡོད་བརྙན་ཤར་བསྟན་འཛིན་མེ་ཏོག་གིས་བོད་རྒྱ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཉིས་ལོའི་གནམ་ལོ་གསར་ཚེས་ལ། དུ་བྱས་ན།